སོ་སོའི་གི་རུ་ཤོང་ཉར་ཚགས་བྱེད་ཡ་རེད་ད་ཅིག་སྐད་རྒྱབ་ཡ་རེད་ཡི་གེ་བྲི་ཡ་རེད་ཨ་ནི་ཅིག་རི་མོ་བྲི་ཡ་རེད་དེ་གི་དེ་ཧང་སོང་གོ་ཡ་ཡིད་འཁྲབ་ཡ་ད་དེ་གི་དེ་ཧང་སོང་ལྷག་པར་དུ་དེ་ནི་བུ་གི་དེ་གི་དེ་གི་ཡིག་གཟུགས་ལ་བལྟ་བ་ཡིན་ན་ད་ཅིག་དངོས་གནས་གྲོང་ནས་ཡིག་གཟུགས་ཚད་མཐོན་པོ་དེ་འདྲ་བྲིས་གནང་གི་འདུག་དེ་འདྲ་ཡིན་དུས་དེ་ནོར་ལོག་ལ་ཡ་ད་ཉམས་ཤུགས་ཀྱིས་ནི་ཨ་ནི་ཅིག་བུ་གུ་སུའི་ཕ་མ་སུ་ཡིན་ན་རེད་དེ་མ་ཡིན་པའི་གི་བུ་པ་མང་པོ་ཅིག་དོ་སྣང་ཆེན་པོའི་ཐོག་ནས་བསྡད་ལ་ཡ་ཉིན་གང་ཉམས་ཤུགས་ཆེ་བྱས་ནས་བས་བྱས་ནས་ཨ་ནི་འགྲན་བསྡུར་སོགས་སུ་གནང་སོང་དེ་འདྲ་ཡིན་དུས་བུ་གུ་དེ་ཚོའི

ཆོས་རྒྱུད་ནག་པོ་ཐུགས་ཆེ་ཞུ་བས། གང་ཟེར་ན་ང་ཚོ་སྤུན་དགུ་ཚོ། ད་སོ་སོའི་སྐད་དང་རིག་གཞུང་འདི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ད་ང་ཚོ་ཕྱི་རྒྱལ་ལུང་པར་གྱར་ནས། འདས་ལ་ཡག་ད་ལྷན་རྒྱས་ཚང་མས་ཕེབས་པའི་ཐོག་ནས་རྒྱབ་སྐྱོར་ཅིག་སླེབས་བསྡད་ཡོད་རེད། འདི་ཡིན་ད་ད་ལན་ང་ཚོ་ད་དྲི་བ་བཏང་གནང་སྟེ། དེ་དེར་ང་ཚོ་འདི་འགྲན་བསྡུར་ཐེངས་གཉིས་པ་ཅིག་ཚོགས་བསྡད་ཡོད་རེད། འདི་ང་ཚོ་ད་ལྟ་སུད་སི་ནང་ལ་ཡང་བོད་ཡིག་སློབ་གྲྭ་ཁག་མང་པོ་ཞིག་ཡོད་རེད།

ང་ཚོས་བོད་པའི་རིག་གཞུང་དང་སྐད་དེ་ཐད་ད་ཁོ་ཚོ་ཅིག་སེམས་པའི་ནང་ལ་ཚོར་བ་སྐྱེ་ཡས་ཤིག་དང་མིག་གི་མཐོང་ཡས་ཤིག་དང་སེམས་ཤུགས་སྐྱེ་ཡས་ཤིག་དམིགས་ཡུལ་གཙོ་བོ་འདི་རེད་ད་ད་རིང་ང་ཚོས་འདིའི་གྲ་སྒྲིག་བྱེད་སྟངས་ཀྱི་ཐོག་ལ་ཞུས་པ་ཡིན་ན་ད་འགྲན་འདུག་ཟེར་ན་ཁོ་ཚིག་ཅིག་རེད་དེ་ང་ཚོས་ད་རིང་ཉིན་མོ་འདི་སྤུ་གུ་ཉིན་མོ་ཅིག་ལ་ཡང་བརྩིས་བྱས་ན་ད་དུས་ཆེན་གྱི་དུས་ཆེན་གྱི་སོགས་བྱས་སྤུ་གུ་ཚོ་འདས་ཡོང་བྱས་ནས་སོ་སོའི་བོད་པའི་སྐད་དང་རིག་གཞུང་འདི་ལ་མཉམ་ཞུགས་བྱས་ཟིན་ནས་གཏད་སོ་ཅིག་སོ་སོས་ཤེས་པ་དེ་མ་བསྟན་མ་ཤེས་པ་དེ་གཞན་པར་སུ་བཤད་གི་ད་དེ་འདྲའི་ཐབས་ལམ་ཅིག་ནར་སོན་མཉམ་ཞུགས་གནང་བ་དེའི་ཐོག་ནས་ད་ང་ཚོ་དམིགས་ཡུལ་ཅིག་འགྲུབ་བསྡད་ཡོད་རེད་དེ་གལ་ཆེན་པོ་ཆགས་བསྡད་ཡོད་གནང། ད་ཅིག་གི་ཕྱིར་ལོག་པ་ལ་ཡང་ཁོར་ཡུག་དང་དེ་འབྲེལ་གྱི་རྐྱེན་པས་སོ་སོ་བོད་པ་གི་པུག་ཏུ་སོ་བོད་སྐད་བསླབ་ཡ་རེད་བོད་པིག་གི་གོམ་གཤིས་འཇགས་ཡ་རེད་དེ་གི་ལ་དཀའ་ལས་མང་པོ་ཅིག་ཡོད་རེད་རྒྱ་གར་རིན་པོ་ཆེ་གི་ཐུགས་རེ་མང་པོ་ཅིག་གནང་དགོས་ཡོད་རེད་བོད་ཟེར་ཡ་དེ་ད་ད་ད་ཅིག་ཆབ་སྲིད་དང་ཆོས་ལུགས་གང་གི་ཐོག་ནས་བཤད་ན་ཉག་ཕྲ་བོ་སྒང་ལ་ཡང

ཚང་མ་ལོ་གཅིག་གསན་པའི་ནང་དགའ་སྣང་ཞིག་དང་མཉམ་ཞུགས་བྱས་ལ་སོ་སོར་གྱི་དང་ལེན་ཅིག་ཞིབ་པོ་བྱས་རྣམ་པ་ཤུགས་ཆེན་པོ་ཐོན་སོང། འདི་ང་ཚོར་རྟགས་མཚན་ཡག་པོ་ཞིག་འདྲ་རེད་ཤག་གང་ཟེར་ན་ང་ཚོ་ཕྱི་རྒྱལ་ལུང་པ་བསྡད་བྱས་ནས་ཁོར་ཡུག་ཚང་མ་ཕྱི་རྒྱལ་རེད། ཨ་ནི་ང་ཚོ་བོད་པའི་ཅིག་ཤེས་རིག་དང་ཅིག་རིག་གཞུང་དང་གོམས་གཤིས་ཟིག་འདི་ཅིག་ཚུར་ར་ཧེ་ལི་ཡ།

ཆེན་པོ་ཕྱག་འདི་བ་སྐྱེད་དུ་བྱེད་དུས་ཀ་ལ་ད་བོད་པའི་སྐད་དང་རིག་གཞུང་དེ་དེ་ལ་ན་བོད་པའི་གོམས་གཤེས་དེ་ཕྲན་བུ་སུས་མ་བརྗེད་བ་ཅིག་ད་དཔེ་ཡག་པོ་ཅིག་མ་བྱུང་བ་ཡིན་ན་མ་ད་མ་བརྗེད་བ་ཚོ་ཅིག་བཟོ་ཐུབ་བ་ཡིན་ན་ཨ་ནི་བསམ་པ་ཡོད་མ་ཚུགས་ད་རེ་བ་དེ་རྒྱག་གི་ཡོད་རེད་ད་ད། དེ་ད་ཁྱོད་རང་ཡིན་ན་ཅིག་ཕྱི་ལོང་པ་ལ་དེ་རྒྱུ་རང་པོ་དེ་དེ་ཉིད་ཀྱི་དེ་ཆགས་དེ་ཡོད་རེད་དེ་འདྲ་ཡིན་དུས་ཅིག་ཤུ་ལོག་ལས་སྡུག་ཅིག་ནི་མིའི་ཁོར་ཡུག་གི་ནང་ལ་གླེ་ཡང་དེ་ཙམ་པ་ལས་སོ་སོའི་གི་བོད་པ་གི་གོམས་གཤིས་དང་བོད་པའི་ཡ་རབས་བཟང་སྤྱོད་དང་བོད་པའི་སྐད་དང་ཡི་གེ་དེ་ཚོ་ཉར་ཡ་ལ་ཡ་དཀའ་ང་ཧ་ཁྲིག་འདུག། ད་དེང

ཕྱི་རྒྱལ་ཁོང་ཚོས་བསམ་བློ་བཏང་ཆོག་ཕྱི་རྒྱལ་ཁོང་ཚོས་བྱེད་སྟངས་དང་ང་ཚོས་བོད་པས་བྱེད་སྟངས་ཚོ་ད་གབ་ཅིག་ཀོ་ལོག་འདྲ་བ་ཧ་ལམ་ཆགས་བསྡད་པའི་སྐབས་དེ་ཨང་ཀྱེ་ད་ང་ཚོ་ལ་དཀའ་ངལ་ཆེ་ཤོས་དེ་ད་དེ་རེད་ཤག། ལགས་སོ། ད་དེ་རིང་སྐབས་རྙེད་པ་ཆགས་བསྡད་རེད་མ་འོངས་པ་ལ་མུ་མཐུད་ནས་འདིར་འགྲོ་ཡ་རེད་དེ་འདྲ་ཡིན་དུས་ཙམ་པ་ལས་མ་འོངས་པ་ལས་སྤུ་གུ་དེ་ཚོ་གཅིག་གི་ག་འདྲི་འདྲ་བོ་གཅིག་གོ་ཕི་ཡིས་སྐད་ཡིག་དང་དེ་འདྲའི་ཤི་ཚེ་ཡག་རུ་འགྲོ་ཡ་འདྲ་བོ་དང་དེ་འདྲའི་ག་ཚད་ཚབ་ཀྱི་རེ་བ་རྒྱག་གི་ཡོད། ད་དེ་ཁྱོད་ཚོས་ག་ལ། གཙོ་བོ་གཙོ་བོ་དེ་དགེ་རྒན་རྣམ་པ་ཚོ་དེ་ག་ནང་བཞིན་ད་ཕ་མ་ཚོ་གི་ལས་ཀ་དེ་ཧ་ཅང་གལ་ཆེན་པོ་རེད་ཤག་ད་ཕ་མ་ཚོ་གི་སྤུ་གུ་ལ་ཕྲན་བུ་གཅིག